སྐུ་ཁམས་བཟང་ལྟ་ཅི། སེམས་ཁམས་འཕྲོད་བསྟེན་རྒྱུན་ལྡན་ནས་གལ་ཆེན་པོ་ཡིན་པ་མ་ཟད་ལྷག་པར་དུ་ད་ད་ལྟའི་ནད་ཡམས་ཀྱི་གསོ་རེས་བརྡ་འཕྲིན་བརྒྱུད། ད་ནས་ད་ང་ཚོ་ནང་པའི་གཞུང་དང་འབྲེལ་ནས་གནས་ཚིག་ཅིག་གཉིས་ཅིག་ཞུས་པ་ཡིན་ན། དང་པོ་འདི་ལ་ཡང་འདི་གསུངས་འདུག་ང་རང་ཚོའི་སློབ་དཔོན་ཀླུ་སྒྲུབ་ཀྱི་ཤེས་རབ་སྡོང་པོའི་ནང་ལོགས་ལས་ཡང་ཇི་སྲིད་འཇིག་པ་མ་བྱུང་བ་དེ་སྲིད་འཇིག་ལ་འཇིག་པར་བྱ། འཇིག་པ་མངོན་དུ་གྱུར་པའི་ཚེ། འཇིག་མེད་གནས་དེ་གཞོམ་པར་བྱ་གསུངས་ནས་ད་ཏིག་གིས་གང་བྱས་ནང་དོན་དེ་ལ་ང་ཚོས་ཀྱི་དཀའ་ངལ་དེ་ཚོ་མ་བྱུང་གོང་ལ་གཟབ་གཟབ་བྱེད་དགོས་ཅིག་དང་དཀའ་ངལ་དེ་བྱུང་པའི་རྗེས་སུ་ཡང་སེམས་ཞུམ་ནས་མ་བསྡད་པ་བྱས་རྗེས་ཡང་དཀའ་ངལ་དེ་སེལ་ཐབས་ལ་ཡང་སེམས་ཤུགས་ཆེན་པོའི་སྒོ་ནས་བྱེད་དགོས་པ་དེ་དོམ་དེ་སྐྱོ་ནང་དུ་བ། ད་དེ་ནས་གཉིས་པ་དེ་ལ་ང་ཚོས་ནང་པའི་གཞུང་ནང་ནས་རྒྱུན་ལྡན་ཁོ་རང་ནས་བློ་སྦྱོང་དེ་ཚོའི་ནང་ལ་ཐོག་མཐའ་གཉིས་ལ་བྱ་བ་གཉིས་གཟིགས་དགོས་རེད་པ། ང་རང་ཚོའི་ཀ་པའི་སེམས་ཁམས་ལ་ཞི་བདེ་མེད་ཡ་དེ་ཚོ་རྣམ་རྟོག་དེ་ཚོ་མང་དྲགས་བ་དང་སྤྱི་ཚོགས་དྲ་རྒྱ་དང་དེ་ཚོའི་ནང་ལོག་ནས་ཅིག་གསར་འགྱུར་ཡན་ལ་མན་ལ་དེ་འདྲའི་གོ་ཡ་མང་དྲགས་ནས་རྣམ་རྟོག་མང་པོ་བྱས་ནས་ད་དེ་ཚོ་ཞི་ཡ་ལ་ཡ་ཅིག་ང་རང་ཚོས་སྔ་དྲོ་ཡར་ལངས་ཚར་ཚེ་ནས་ཅིག་གར་སོང་རེད་ཨ་ལས་ངན་ལ་གསར་འགྱུར་དང་ཅིག། གཏམ་གང་བྱུང་མ་བྱུང་མ་ཉན་གོང་ལ་ཡང། ཀུན་སློང་སྤྱོད་ཡག་གི་ཚོད་དེ་ལ་ཡང་ཨ་ནི་སྒོམ་འདྲ་བོ་དེ་འདྲའི་ལྟས་སུ་གྱ་ཡག། ཡང་ན་ཅིག་གང་དོན་དང་སྨོན་ལམ་རྒྱག་ཡག་ཡང་ན་དེབ་ར་བོ་དེ་འདྲའི་ཀློག་ཡག་དེ་གལ་ཆེན་པོ་ཅིག་ཨེ་ལ་ཡང་དགོངས་དག་ཉེ་དགའ་ཡང་ན་ཅིག་དབུགས་ཆུང་ངུ་གི་སྒོམ་གི་སུ་རེད་དེ་འདྲའི་ལྟས་སུ་གྱ་ཐུབ་པ་ཡིན་ན་ཨེ། གཉིད་ཡག་པོ་ཁུག་ཡག་ལ་སོགས་པ་ལ་ཕན་གྱི་ཡོད་ཙང་ཐོག་མཐའ་གཉིས་ལ་བྱ་བ་གཉིས་དེ་ཡང་གལ་ཆེན་པོ་གཅིག་རེད་ཤག། ད་དེ་ནས་གལ་ཆེ་བ་གཅིག་དེ་ཡང་ང་ཚོ་འདི་རེད་ད་གར་སོང་རེད། འཁོར་བ་སྡུག་བསྔལ་གྱི་རང་བཞིན་ཟེར་ཡ་ཅིག་ཡོད་རེད་བ། ཁོ་ཅིག་སི་ཙོ་ད་འཁོར་བའི་ནང་ལ་སྐྱེས་ཕྱིན་ཆད་ནས་སྡུག་བསྔལ་དང་དཀའ་ངལ་ཆེ་ཅིག་ས་གནས་ག་བ་ཅིག་ལ་ཡོད་པ་ཡིན་ན་འདྲ། ད་དུས་ཚོད་ཡང་ཁོ་སྣ་ཚོགས་ལ་དཔག་པས་ཅིག་ལོ་ཁ་ཤས་ལ་ཡང་དམག་འཁྲུག་ཡོང་ཡ་ལོ་ཁ་ཤས་ལ་རང་བྱུང་གི་འཇིགས་པ་ཡོང་ཡ་ལོ་ཁ་ཤས་ལ་ད་ལྟའི་ནད་ཡམས་ཀྱི་སོ་རེ་ཡོང་ཡ་དེ་ཚོ་ད་ཅིག་ལོ་རྒྱུས་བརྒྱུད་རིམ་ནང་ལོགས་ལ་ཡོང་བསྡད་པ་གང་ཞིག་ལ་ཡོང་གིན་ཡོང་གིན་འགྲོ་གིན་འགྲོ་གིན་བྱས་ནས་འགྲོ་བདེ་བ། ཨ་ནི་ཡང་ང་རང་ཚོ་མི་ཆགས་བྱ་བའི་ན་སེམས་ལ་དཀའ་ངལ་ཡོད་བདེ་བ་དེ་སོ་སོ་གཅིག་པོ་མ་ཡིན་པ། མི་གཅིག་ད་གར་སོང་རེད་དབུལ་ཕྱུག་མཐོ་དམན་དྲག་ཞན་ག་འདྲས་ཅིག་ཡིན་ན་དཀའ་ངལ་བལྟས་ཚེ་ཡོད་བདེ་ཡ། ང་རང་ཚོ་གཅིག་མི་གཅིག་སྐྱོ་བ་ཡིན་ན་ཁོ་ཟས་གོས་ཐོན་སྐྱེད་ཀྱི་དཀའ་ངལ་ཡོད་བ་ན་ཞིག་ཡང་གཅིག་དྲག་ག་དེ་ཚོ་ལས་ཡང་སེམས་ཁམས་ཀྱི་དཀའ་ངལ་ཡོད་བདེ་བ་ལུས་ཁམས་ཨ་ཡ་བདེ་བས་ཆོག་ལ་ཡིད་ཀྱི་སྡུག་བསྔལ་དང་ཐ་མལ་རྣམས་ལ་ལུས་ཀྱིས་སོ་སྡུག་བསྔལ་གཉིས་ཀྱི་འཇིག་རྟེན་འདི་ཉིན་རེ་བཞིན་དུ་འཇོམས་པར་བྱེད་གསུངས་པ་ན་ཞེས་བྱ་ནི་ཁོ། ཡང། ཁོ། སོ་སོ་གཅིག་བོ་མིན་པས་གང་ཕྱིར་སྡུག་བསྔལ་གྱི་རང་བཞིན་དེ་ཡིན་ཡིན་པར་རོ་ཅིག་བསམ་བློ་བཏང་གོ་ཡ་གཅིག་དེ་རེ་ཞིག། ད་དེ་ནས་ཡང་གནས་སྟངས་གཅིག་ལས་ཡ་ང་ཚོས་ཅིག། སེམས་ཀྱི་བདེ་བ་སྤྲོ་ཡ་གཅིག་དེ་ཁོང་ཁྲོ་དང་དེ་ཚོས་སྤྲོ་གི་ཡོད་རེད་བ་དེའི་གཉེན་པོ་ལ་སྤྱིར་བཏང་བཟོད་པ་སྒོམ་དགོས་བ་ཙམ་མ་ཟད། ཡང་གལ་ཆེ་བ་གཅིག་ལས་ཡ། ད་ལྟའི་དུས་སྐབས་ཀྱི་སོ་རས་འདི་ཚོ་ལ་ཡ་ང་ཚོས་སྡུག་བསྔལ་དང་ལེན་གྱི་བཟོད་པ་དེ་དཔེ་གལ་ཆེན་པོ་འདུག། ཅིག། དེ་ཡི་ཕྱོགས་གཅིག་ནས་ང་ཚོས་སྡུག་བསྔལ་དང་ལེན་གྱི་བཟོད་པ་ཟད་དེ་བྱེད་དགོས་པའི་རྒྱུ་མཚན་ག་རེ་ཟེར། སྤྱོད་འཇུག་ནང་ལ་དེ་འདྲས་གསུངས་ཡོད། ཚ་དང་ཆར་དང་རླུང་སོགས་དང་ནད་དང་ཆིངས་དང་དེད་སོགས་ལ་བདག་གིས་ཟས་རེ་མི་བྱ་སྟེ་དེ་ལྟར་བྱས་ན་གནོད་པ་འཕེལ་ཟེར་ཡ་འདྲ་བོ། ཨ་ནེ་ཤི་བའི་དུས་དང་འཕྲད་པ་ན་ཁ་ཡང་ཁ་འདིང་ལྟ་བུར་བྱོས། གལ་ཏེ་བདག་ཉིད་ཉམ་ཆུང་ན་ལྟུང་བ་ཆུང་ངུས་གནོད་པ་བྱེད་ཟེར། ཅིག། སྡུག་བསྔལ་འདྲ་བོ་བལྟས་ཚེ་བྱུང་བ་ལ་སོ་སོས་ཞོལ་གཅིག་མ་ཟིན་པར་མ་བསྡད་པ་ཡིན་ན་ཨ་ནེ་ང་ཚོས་གཏམ་དཔེ་ལ་ཡོད་པ་བྱས་ནས། སྤྱང་ཀི་གདོན་ནད་ཀྱི་མི་ཞིག་སེམས་ནད་ཀྱི་ཞི་ཟེར་ཡ་ན་ཞིག་བྱས་ནས་སྡུག་བསྔལ་ཆུན་ཆུན་ཅིག་ལ་སེམས་མ་བདེ་བ་ཡིན་ན་ཡོང་གི་ཡོད་མ་རེད། ཁྱེད་ཚང་སྡུག་བསྔལ་ཁོ་སྟོད་ཀྱི་ཡོང་ཡ་དེ་ཡོང་གི་ཡོད་རེད་དེ་སེམས་ཀྱི་ངོས་ནས་ཨ་དེ་འདྲས་དེ་འདྲས་ཅིག་རེད་བསམ་ཡ་ལ་སོགས་པ་དང་དེ་གི་དཀའ་ངལ་སེལ་ཐབས་ལ་སྙིང་སྟོབས་དགོས་གི་ཡོད་རེད་བ། ཁྱེད་ཚང་འདི་བྱེད་དུས་ཚང་ལ་ཡ་ཨ་ནི་སྡུག་བསྔལ་ལས་ཡ་མ་དགའ་བ་མ་བྱེད་བ་ཆེད་སྡུག་བསྔལ་བྱུང་བ་དེ་ཚོ་ལས་ཡ་ཨ་ནི་སྡུག་བསྔལ་གྱི་ཡོན་ཏན་བསམ་ཡ་གཞན་ཡང་སྡུག་བསྔལ་ཡོན་ཏན་ནི་སྐྱོ་བའི་དྲེགས་པ་སེལ་བར་བྱེད་ཟེར་བ་ན་ཞིག་བྱས་ནས་སྡུག་བསྔལ་གྱི་བྱུང་བ་དེ་གི་ནང་ལོགས་ནས་དང་དཀའ་སྡུག་དང་དཀའ་ངལ་བྱུང་པ་དེའི་ནང་ལོག་ནས་བསླབ་བྱ་ལེན་སྙིང་སྟོབས་གོང་དུ་སྤེལ། འོ་དེ་འདྲས་བྱས་པ་ཡིན་ན་ཡང་དེ་གལ་ཆེན་པོ་གཅིག་རེད་ཤག། ད་དེ་ནས་ཡང་ང་ཚོའི་སེམས་ཀྱི་འཕྲོད་བསྟེན་གཅིག་སོ་སོ་སེམས་པ་བཟང་པོ་རྒྱུ་བྱ་གལ་ཆེན་པོ་ཞུ་གཅིག་ལ་ཡ་སོ་སོ་སེམས་ཞི་བདེ་གནས་ཡ་ལ་མི་གཞན་ལ་ཡ་གཞན་ཕན་གྱི་བསམ་བློ་དང་བྱམས་སྙིང་གཅིག་སྒོམ་དགོས་ཡ་དེ་གལ་ཆེན་པོ་ཞུ་གཅིག་གསུང་གི་ཡོད་རེད་ད་ཡང་དེ་ཙམ་མ་ཡིན་གཞན་ལ་སྙིང་གཅིག་བྱམས་སྙིང་གཅིག་ཙམ་མ་ཡིན་པ་རང་ལ་ཡང་བྱམས་སྙིང་གཅིག་ཟེར་ཡ་དེ་ཡང་གལ་ཆེན་པོ་རེད། རང་ཉིད་ལ་ཡང་བདག་ཉིད་ལ་བརྙས་པ་ཟད་དེ་མ་བྱས་པ་བྱས་བྱས་ནས་རང་ལ་ཡང་སོ་སོས་བྱམས་བརྩེ་བསྒོམ་བྱས་ད་ཅིག་སྐབས་སྐབས་ལ་ཡང་སོ་སོས་མ་འགྲིག་པ་དང་ཡང་སོ་སོས་མ་བྱུང་བ་དང་བྱས་ཉེས་ཤོར་བ་དེ་ཚོ་ལ་ཞུ་ཅིག་སོ་སོས་སོ་སོ་ལ་སྐྱོན་བརྗོད་སྒྲོག་བྱས་མ་བསྡད་པ་བྱས་བྱས་ཅིག་འགྲོ་བ་མི་གཅིག་ཡིན་པའི་ཆ་ནས་མ་འགྲིག་པ་དང་མ་བྱུང་བ་དང་མ་ཐུལ་བ་ཡོང་གི་རེད་བསམ་ནས་སོ་སོས་སོ་སོ་ལ་གུ་ཡངས་ཀྱི་བསམ་བློ་སྤྲད་བྱས་དེ་མ་གཏོགས་བདག་ཉིད་ལ་བརྙས་པ་མ་བྱས་ཡ་དེ་ཡང་གལ་ཆེན་པོ་གཅིག་རེད་ཤག་དེ་རང་གི་རང་ལ་ཡང་ཆེད་སྐྱོང་བྱེད་སྟངས་གཅིག་དང་ཡིད་ཆེས་དང་མཐོང་བ་ཞིག་ཡོད་དགོས་ཡ་དེ་གལ་ཆེན་པོ་གཅིག་རེད་ཤག། ད་དེ་ནས་གཅིག་དེ་ཡང་ང་རང་ཚོ་གཅིག་གར་སོང་བ་རེད་ཟེར་ན། རང་ལ་ད་ལྟ་ག་རེ་ཡོད་པ་དེ་ལ་ཡང་ཆོག་ཤེས་བྱེད་དགོས་པ་དེ་གལ་ཆེན་པོ་རེད་ཤག་མི་གཞན་པ་ལ་ཡོད་པའི་གཅིག་གར་སོང་བ་རེད་གནས་སྟངས་འདྲ་བོ་གཅིག་ག་དུས་ཡིན་ན་མི་གཞན་པའི་གནས་སྟངས་ལ་ཡང་བསྡུར་བ་བྱེད་ཀྱི་བསྡད་དུས་ཨ་ན་གཅིག་མི་གཞན་པ་ལ་གཅིག་རང་དབང་ཡོད་པའི་སོ་འདྲ་བོ་དང་མི་གཞན་པ་ལ་ད་དེ་ག་དུས་ཡིན་ན་རང་ལས་ལྷག་ག་གཅིག་ཡོད་པའི་བསམ་བློ་འདྲ་བོ་ཞིག་རྐྱང་རྐྱང་བཏང་རྗེས་རང་ལ་ག་རེ་ཡོད་པ་དེ་ལ་ཆོག་ཤེས་དང་གཅིག་དེ་ལ་ཡང་གཅིག་གར་སོང་བ་རེད་ཡིད་སྨོན་འདྲ་བོ་མ་བྱས་དུས་དེ་ག་ངེས་གཅིག་ཡིན་དུས་རང་ལ་ག་རེ་ཡོད་པ་དེ་ལ་ཡང་ཆོག་ཤེས་ཀྱི་བསམ་བློ་དགོས་ཡ་དེ་གལ་ཆེན་པོ་གཅིག་རེད་ཟེར། མདོར་ན་གང་ལྟར་དེ་ཚོའི་ཐོག་ལ་ཡར་སྡོམ་འདྲ་ཞིག་རྒྱག་འོས་འདུག་སྤྱོད་འཇུག་གི་ནང་ལ་གསུངས་པ་ནང་བཞིན་བྱས་ནས་ཨ་ནི། གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་མི་ཕན། གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་བྱ་ཅི་དགོས་གསུངས་པ་ནང་བཞིན་བྱས་ནས་ཨ་ནི། སྡོམ་དེ་འདྲ་ཅིག་གི་ཐོག་ནས། དུས་རྒྱུན་དུ་ཨ་ནི་གཅིག་སེམས་བདེ། བའི་ཞུ་བ་ཅིག་དཀའ་ངལ་འདྲ་བོ་ལྟས་ཚེ་བྱུང་པ་དག་སྐད་ཤོར་ཆོག་ཆོག་མ་ཡིན་པ་བྱས་ཡང། ལྟས་ཚེ་བདེ་སྐྱིད་འདྲ་བྱུང་པ་དག་ཞུ་བ་ཅིག་སྤོབས་པ་བྱས་ཡ་དེ་དེ་འདྲས་མིན་པ་བྱས་ནས་གཉིས་པོ་གང་བྱུང་བཟོད་པར་བྱ་གསུངས་པ་ནང་བཞིན། དེ་འདྲས་ཀྱི་ཐོག་ནས་དགོངས་པ་བཞེས་ཡ་ཅི་རེད་བཤད། དེ་ག་ན་བཞིན་ཡང་ཁོ་ཅིག། དཀའ་ངལ་དེ་འདི་འདྲའི་དཀའ་སྡུག་ལ་ཡང་ཅིག་གཟུངས་སྔགས་བགྲང་ཡ་དང། ཡང་ཡང་སྨོན་ལམ་རྒྱག་ཡ་དེ་དེ་ཚོ་ཡང་རྦད་ཅིག་ཁོ་བརྒྱུད་ནས་ཕན་གྱི་ཡོད་རེད་ལ་དངོས་སུ་སེམས་ཁམས་ལ་ཕན་ཐོགས་རྒྱ་ཆེན་པོ་ཡོང་གི་ཡོད་རེད། ཨ་ནི་མདོར་ན། ཨ་ནི་ཁ་ཆེ་བན་ཆེ་ཤ་ཆེ་ཞིག་རེད་གསུངས་པ་ན་གཞིས་བྱེས་ཀྱི། ཨ་ནི། ད་ལྟ། སྐྱིད་ན་བདེ་བ་ཚོགས་བཟུང་ངོ་ཕན་བདེ་ནམ་མཁའ་གང་བར་ཤོག། དུང་ན་ཀུན་གྱི་སྡུག་བསྔལ་ཁུར་སྡུག་བསྔལ་རྒྱ་མཚོ་སྐེམ་པར་ཤོག། ཨནི་དེ་ཟེར་ཡག་དང་བློ་སྦྱོང་ན་ཡིད་བརྟན་འབའ་ཞིག་རྒྱུན་དུ་སྒོམ་གསུངས་པ་ན་ཤེས་བྱས་ནས་གང་ལྟར་ཡང་ཕྱི་རོལ་གྱི་དཀའ་ངལ་སྣ་ཚོགས་ག་རེ་བྱུང་བ་ཡིན་ན་སེམས་ཞི་བདེ་ལྷིང་འཇགས་ཅིག་དང་སེམས་ནང་ནས་བདེ་བ་དང་ལྡན་པའི་ཐབས་ཅིག་དང་ལྷོད་ལྷོད་ཀྱིས་བག་གོ་ཡ་དེ་སྙིང་དོན་འདྲ་བོ་གཅིག་རེད་ཤག་ཞུ་ཡག་བོ་དེ་ཡིན་བཀྲ་ཤིས་བདེ་ལེགས།